ཨོ་ཡང་ཇུ་ད་འཛིན་གྲི་རྒན་པ་ཟུར་གཅིག་གསན་རོགས་གནང། ང་ཚོ་བོད་སྐབས་གཅིག་ལ་ཡར་ད་དེ་ལས་ཀ་མང་པོ་ཞུ་ཆེ་ཆེ། ཨ་ལས་རྒྱལ་བྱུང་མ་སོང་འདྲ་བྱུག་བྱེད་ཨ། ད་ད་རིག་མང་གཅིག་འགྲོ་གིན་ད། ད་གལ་སྲིད་ང་ཚོ་མང་པོ་ཅིག་ཕྱིན་ཚབ་རེད་ཕྱིན་ཚབ་པའི་ནང་ནས་ད་ད་རིག་གར་འགྲོ་གིན་པ་ཟེར་ན་ཨ། གྱིས་འཇུག་རེད་ད་འདི་འདྲས་སོར་བྲིས་ཟུར་ན་བྲིས་པ་འདི་ནང་ལ་ཡ་ཁྱེད་རང་ཚོ་ལ་ཡ། གྱིས་འཇུག་ཕོ་གར་གར་རེད། དེ་ལ་ནང་གསེས་ཀྱི་དབྱེ་བ་ག་རེ་ག་རེ་ཡོད་རེད་ཟེར་ནས་ལབ་ཟུར་ན། ད། ང་ཚོ་ལན་དེ་ག་རེ་རྒྱབ་དགོས་རེད་ཟེར་ན། རྗེས་འཇུག་ཕོག་ག་རེ་ཡི་ག་རེ་རེད་ཟེར་ན། ག་ད་བག་ས་ཤི་ནམ་ཕོག་ས་རྗེས་འཇུག་ནང་ནས། ག་ད་བག་ས་ཤི་དེ་ཕོག་རེད་གདའ། ག་ད་བག་ས་ཤི་ནམ་ཕོག་ཟེར་བ་དེ་རྩ་བ་ག་རེ་ནང་ཡོད་བ།

ཐ་གསུམ་ཡོང་གི་རེད། ག་ད་བ་ས་གཞི་དེ་ཕོ་རེད་ད། ག་ད་བ་ས་གཞི་དེ་ལ་ནང་གསེས་དབྱེ་བ་ཕྱེས་ཟོས་ན་སྐྱེས་བུ་རབ་འབྲིང་ཐ་གསུམ་ཡོང་གི་རེད་ད། དེ་ཟོས། ད་དེ་ལ་དཔེར་བརྗོད་ག་རེ་རྒྱག་གི་ཡིན་པ། སྐྱེས་བུ་རབ་ཟེར་ན་ག་འདྲས་ཀྱི་རེད། འབྲིང་ཟེར་ན། རབ་ཟེར་ན་ག་འདྲས་ཀྱི་རེད་འབྲིང་ཟེར་ན་ག་རེད་ཐ་ཟེར་ན་ག་རེད།

དཔེ་ཆ་ཤེས་ན། ལ་དང་པོ་ལེགས་ཁ་ས་ལེགས་ལབ་སུ་ན། ཕོ་ཁ་ཡིག་དེ་ལེགས། དེའི་མིང་ཕྱིར་བ། རྗེས་འཇུག་ཕོར་བ་ཡང་འཇུག་ས་ལེགས། བྱས་ཙང་དེ་སྐྱེས་བུ་རབ་བྱ་ཡི་རེད། ཕོ་ཡིག་ཁ་ཡིག་ཡང་འཇུག་ཅན་སྐྱེས་བུ་རབ། ཨུན། ཕོ་ཡིག་ཁ་ཡིག་ཡང་འཇུག་ཅན་སྐྱེས་བུ་རབ། ཕོ་ཡིག་བ་ཡང་འཇུག་ཅན་སྐྱེས་བུ་འབྲིང། ཏེ། ཕོ་ཡིག་བར་དང་བ་ཡང་འཇུག་ཅན་སྐྱེས་བུ་འབྲིང། དཔེ་ཆ་བཤད་ན་དེ་འདྲས་ཟེར་ཞིག། ཐབས་བྷ་ས྄་ཐབས་ཐབས་ཤེས་ཀྱི་ཐབས་དེ། དེ་དེ་མིང་ཕྱིར་བ་དེ་རྗེས་འཇུག་ར་རྗེས་འཇུག་བྷུ་ཡིག་བྷ་ལའི་ཡང་འཇུག་ས྄་ལས་སོ་ན་སྐྱེས་བུ་འབྲིང་རེད་དཱ། དེ་སྐྱེས་བུ་རབ་རེད་དཱ་སྟེ། འདི་ག་རེ། འདི་སྐྱེས་བུ་རབ། འདི་བྲིས་ཤིང་ཁྱེད་མི་འདུག།

ད་མཐའ་མ་དེ་སྐྱེས་བུ་ཐ་མ་སྲིན་ཡིན་དེ་ག་འདྲས་ཅི་རེད་ཟེར་ན། སྐྱེས་བུ་ཐ་མ་སྲིན་ཡིན་དེ། ད་རྩ་བའི་ནང་ལ་ག་རེ་རེད་ཟེར་ན། ཕོ་ཡིག་ག་ཡིག་ཡོན་ཆོད་ཅན་སྐྱེས་བུ་རབ། ཕོ་ཡིག་ཕ་ཡོན་ཆོད་ཅན་སྐྱེས་བུ་འབྲིང། ག་པ་ཡང་འཇུག་མེད་པ་དང་ད་སའི་ཐ་ཆེན་ཐ་མ་དེ་ཟ་ག་པ་ཡང་འཇུག་མེད་པ། ད་ཆ་བྱས་ན་ག་རེ་བྱས་ན། ལ་ག་ལག་སྲིན་ཡིན་རོ། བ་ར་བྱས་ན། ད་དུམ་བུ་དེབ་བ་དེབ་སྲིན་ཡིན་རོ། ཨ་ནི། ད་པ་ཡབ་འཇུག་མེད་པ་དང་ད་སའི་ཐ་ཆེན་ཐ་མ་དེ་བྱེད་འཇུག་ད་དང་ས་ཆེན་འཇོག་བཞི་དུ་ན་དེ་ཐ་མ་རུ་དག། ད་ཆེན་ཆེན་ཐ་ར་ཅན་པའི་ན། བ་ཡི་དེ་བྱ་དྲུག་པོ་བྱེད་དག་བྱེད་ཟིན་རོ། ས་ར་ཅན་ན་བ་ཡི་དེ་བྱ་ས་བྱེད་ཟིན་རོ། གང་ཡང་ད་དེ། དེའི་རིགས་དེ་ཚང་མ་ཐ་མ་རེ་དག་ས། ཀེའུ་ཐ་མ་ས། ཀེའུ་ཐ་མ། བྱེད་འཇུག་ག་བྱེད་བྱེད་འཇུག་བ་བྱེད། ལ། དེ་རྣམས་བཞིན་གྱི་རྗེས་འཇུག་དག་བྱེད་ས། རྗེས་འཇུག་ག། རྗེས་འཇུག་བག་ཡངས་འཇུག་མེད་པ་དང། དེ་རྣམས་བཞིན་གྱི་རྗེས་འཇུག་དག་དང་ས་ལས་སོ་ན་ཨ་ནི་དེ་ལས་འཇུག་ཐ་མ་སིག་རྟ། རྟ་ཞུགས་ལས་ངས་ཁྱེད་རང་ཚོ་ལ་ཡ། ཕོ་ག་ཡིག་ལ་ཡ། མར་ས། རྗེས་འཇུག་ཕོ་ག་ཙེ་ཡོ་རེད་ཟེར་ན་ག་ཐ་བ་ས་ཤི་དེ་རེད། རྗེས་འཇུག་ཕོ་ག་ར་ཁ་རེད་ཟེར་ན་ག་ཐ་བ་ས་ཤི་ནམ་ཕོ་རེད། ད་དེ་ལས་ཡང་ནང་གསེས་ཀྱི་དབྱེ་བ་ག་རེ་ག་རེ་ཡོད་རེད་ལབ་སོང་ན་དྲི་བ་དང་ཡང་སོ་ནོར་དག་དེ་ངས་བཙན་གནང་བཏང་ཡོང་གི་རེད་ཁྱེད་རང་ཚོས་ངས་དང་པོ་དེ་བརྙན་འཕྲིན་དེ་བརྙན་པར་དུ་མང་བཏང་ཡོང་གི་རེད་དེའི་རྗེས་ནས་ངས་རང་སྦྱོང་དགོས་ཡོང་གི་རེད་ད་ད་ང་ནན་པོ་བྱས་ནས་ཞུ་གི་ཡིན་ད་ད་ལྟ་དེའི་ནང་ལ་སྤུ་གུ་མང་པོ་ཞུ་གཅིག་གི་དེའི་ནང་ལ Google Classroom ནང་ལ་ཡག་གཅིག་གར་སོང་རེད་ཕི་ཀའི་ཐོས་ནས་ཡག་འཇོན་བྱེད་ཉན་མང་པོ་འདུག་རེད་བ་རང་སྦྱོང་དགོས་ཡོང་དུས་བྱེད་ཉན་མི་འདུག་ད་གང་ཁ་ཤས་ཅིག་རེད། ད་རང་བྱུང་གི་དེབ་དེབ་ནང་བསགས་ནས་བྱེད་དགོས་རེད་ད། གཞུག་ལ་ཡང་གཏན་ནས་ཡིག་རྩལ་གར་སོང་རེད། མ་བསླབ་བྱེད་འཇོག་ད་ག་རང་ནས་གཏང་གི་རེད་ལ་གཉིས་ནས་ད་ལྟ་དེ་ཨང་གི་གར་རྩལ་སྤྲད་པ་དེ་བསགས་ནས་བྱེད་དགོས་རེད་ད། དེ་འདི་ཕུགས་ཚུགས་དོ་སྣང་བྱེད་མི་ཤེས། ད་ངས་དེ་ཤེས་རྒྱོགས་ཅིག་རྒྱག་གི་ཡིན་རོ། དྲི་བ་གལ་ཏེ། རྗེས་འཇུག་ཕོག་ག་རེ་ག་རེ་ཡོད་རེད་ལབ་སོང་ན་ག་ད་ཕག་སེ་ཕྱི་ནམ་ཕོག་རེད་ད། ད་བྱས་ན་ཕོ་དེ་ལ་ནང་གསེས་ཀྱི་དབྱེ་བ་དཔེར་བརྗོད་བརྒྱབ་ཡོད་ན་ནང་གསེས་ཀྱི་དབྱེ་བ་ག་རེ་ག་རེ་ཡོད་རེད་ཟེར་ན་སྐྱེས་བུ་རབ་འབྲིང་ཐ་གསུམ་ཡོད་རེད་དང། དེ་ཕ་བཞིན་བུ་བྲིས་ནས་དེ་རིགས་སྐྱེས་བུ། སྐྱེས་བུ། སྐྱེས་བུ་བྲིས་བྱས་ཟེར་ན་སྐྱེས་བུ་མ་རེད། སྐྱེས་བུ་རབ་འབྲིང་ཐ་གསུམ་ཡོད་རེད་དང། ད་སྐྱེས་བུ་རབ་འབྲིང་ཐ་གསུམ་དུ་རབ་དེ་དཔེར་བརྗོད་ག་འདྲས་བྲིའོ་རེད་ཟེར་ན། ཕོ་ཡིག་ག་ཡང་འཇུག་ཅིང་སྐྱེས་བུ་རབ། ཅིང་འཇུག་ཕོ་ག་ཡིག་ལ་ཡང་ཡང་འཇུག་ས་ལས་ཟེར་ན་སྐྱེས་བུ་རབ་རེད་དང། འོང་ཡང། ཕོ་ཡིག་ཕ་ཡང་འཇུག་ཅིང་སྐྱིད་པོ་འབྲིང། གྱིས་འཇུག་ཕོ་བ་ཡིག་ལ་ཡང་འཇུག་ས་ལན་གཉིས་ལས་བཟོས་ན། དེ་སྐྱིད་པོ་འབྲིང་འདི་དག་ལྟར་དེ་འདྲའི་མང་པོ་ཡོང་གི་རུང་བ་འོང་ཡང། ད་རབ་འབྲིང་ནི་ཚ་བའི་རྒྱལ་སྤྱི་རེད་ད། དེ་ནས་ད། ཐ་མ་སི་ཉིད་དེ་ག་རེ་རེད་ཟེར་ན། དེ་རབ་དེའི་དཔེར་བརྗོད་ཚགས་སུ་བྲིས་འགྱུར་ཐ་མ། ཐ་མ་དེ་ག་རེ་རེད་ཟེར་ན། ག་པར་ཡང་འཇུག་མེད་པ་དང་རྗེས་འཇུག་ག་དག་བར་ལ་ཡང་འཇུག་རྒྱུན་མེད་པར་བྱས་ཁོ་རང་ཉིད་རང་ཅག་བྱས་རྗེས་འཇུག་རང་བྱས། དེའི་གང་ལ་ཡང་རྗེས་འཇུག་ད་ལྟ་ས་རང་ལས་ཟེར་ན། ཨ་འདི། སྐྱེས་བུ་ཐ་མ་སིག་ད་སྤེ་ཆལ་ཤ་ན་དེ། རྗེས་འཇུག་ག་ལས་འགྱོ་དེ་ལ་ག་ལགས་ཟེར་རྗེས་འཇུག་ག་ལས་དོག་དེ། ད་རིང་པོ་དེ་བར་དེབ་སུ་རྗེས་འཇུག་བར་རང་ལས་དོག་འདི་ལ་ཡང་འཇུག་འདི་འདྲ་གྱེར་མི་འདུག་ཨ། ནོ་ཡང། དེ་ནང་བཞིན་གྱིས་དེ། རྗེས་འཇུག་ད། ཕྱག་དང་ཕྱེད་བསླབ་སུ་ནའི་སྒྲིག་རོ། མ་འགྲོགས་པོ་མེད་དང་མེད་བསླབ་ནའི་སྒྲིག་རོ། ར་འབྲིང་པོ་རེད་དང་རེད་བསླབ་ནའི་སྒྲིག་རོ། ཨོ་ད་དེ་འདྲའི་ཡིན་དུས་རྗེས་འཇུག་ལྷ་ཡོད་མགྱོགས་ཅིག་དང། དེ་ནང་བཞིན་རྗེས་འཇུག་ས་ཡོད་མགྱོགས། ཉྭ་ནག་རོ་ཉོས་ས་ཉོས་ས་ཉོས་ར་བ་ཆ་ནག་རོ་ཆོས་ས་ཆོས་ས་ཉོས་ར་བ་ཐ་ནག་རོ་ཐོས་ས་ཐོས་ས་རྗེས་འཇུག་ས་ཡོད་མགྱོགས་ལུང་པ་གང་ཡོད་ར་བ་ཨོ་རྗེས་འཇུག་ས་རང་བྱས་དེ་ནི་དེ་འདྲའི་ཟེར་སོ་ན་ནི་ག་པ་ཡང་འཇུག་མེད་པ་དང་སོས་ག་དང་བ་ལ་དེ་འདྲའི་གི་ཡང་འཇུག་ས་མེད་པ་དང། དེ་ནང་བཞིན་གི་ད་དང་ས་ལས་སོ་ན་ཨ་འདི་རྒྱུག་ཐ་མ་ཟིག་ར་དང་ཨོ་ཡ་དེ། རྗེས་འཇུག་ཕོ་ལ་ནང་གསེས་ག་རེ་ཡོད་རེད་ཟེར་དུས་ན་རྗེས་འཇུག་ཕོ་ལ་ནང་གསེས་རྗེས་འཇུག་ཕོ་ག་རེ་ག་རེ་རེད་ཟེར་ན་ད་ལྟ་བར་ཕྱི་ནང་ཕོར་དག་ནང་གསེས་དབྱེ་བ་འདི་འདྲས་འདི་འདྲས་འདི་འདྲས་ཟེར་སྐྱེས་བུ་རབ་འབྲིང་ཐ་གསུམ་ཡོད་དག་ཟེར། ང་ཡང་ཅིག་སྦུག་བྱོས་ད་ད་ལྟ་ངས་ད་ལྟ་ག་རེ་ལབ་རེད་ཟེར་ན། རྗེས་འཇུག་ཕོ་ག་རེ་ག་རེ་རེད་ཕོ་ལ་ནང་གསེས་ག་རེ་ག་རེ་ཡོད་རེད་དཔེར་བརྗོད་བརྒྱབ་ན་འོ་དེ་ཅི་ཡིན་པ། ཨོ་ཀེ་ད་ང་ཚོ་ད་ལྟ་ག་རེ་སྒྲུག་ཡིན་པ་ཟེར་ན་རྗེས་འཇུག་མོ་ག་རེ་ག་རེ་རེད། མོ་ལ་ནང་གསེས་དབྱེ་བ་ག་རེ་ག་རེ་ཡོད་རེད། ཨོ་དེ་དྲུག་ཡིན་ད། ད་རྗེས་འཇུག་མོ་ག་རེ་རེད་ཅེ་ར། རྩ་བ་ན་ལ་ཡོད་པ། རྗེས་འཇུག་མོ་ལ་ཡ། དེ་དྲི་ཡིན་ད། ང་མ་ཨ་ཧ། རྗེས་འཇུག་ང་མ་ཨ་གསུམ་མོ་ཡིན་ཅིང། རེད་བ། ཨོ། རྗེས་འཇུག་ང་མ་ཨ་གསུམ་ཨ་ནི་ག་རེ་རེད་ས། རྗེས་འཇུག་ང་མ་ཨ་གསུམ་མོ་རེད་ད། ད་རྗེས་འཇུག་ངོ་འཕྲོད་པར་ད་མོ་ཁ་རས་པས་ང་མ་ཧའོ་སུ་མོ་ཡིན་ཅིག་དྲིས་པར་ང་མ་ཧའོ་སུ་མོ་རེད་ད་ཟེར། ད་དེང་གི་བོད་ལ་ཡང་ནང་སྲིད་ཀྱི་དཔེར་བརྗོད་བརྒྱབ་སོང་འདི་ལ་དཔེར་བརྗོད་ག་རེ་རྒྱག་ཡོད་རེད་ཟེར་བྱས་ན། རྗེས་འཇུག་འདི་ལ་ཡང་ཁར་ས་རྗེས་འཇུག་ང་མ་ཧའོ་སུ་མོ་འདི་མོ་ཡིན་ན་འདི་ལ་དཔེར་བརྗོད་ག་འདྲས་བྱེད་ཀྱི་ཡིན་པ་ནང་སྲིད་ཀྱི་དཔེར་བརྗོད་ག་རེ་རེད། ཨ་ནི། ང་མ་ཡང་འཇུག་ཅན་ན་མོ་ང་མ་ཡང་འཇུག་མེད་པ་ད་ད་ཅན་ན་ཤི་འདུག་མོ་ཟེར་བྱས་ནས་ཡོད་པ། ཨོ། ང་མ་ཡང་འཇུག་ཅེས་ན་མོ། ད་ཆགས་ཞེན་འདི་འདྲས་སོར་ཞིག། ལས་སུས་ཞུ་ཨ། ཡ་ན་རུ་ཡོང་ང་ས་ཡོང་ཟིན་ཡ་ར་ཨོ། ཨ་འདི་ནང་བཞིན་དགོས་རེད་མ་འོ་ཆ་ན་རུ་ཆོང་ང་ས་ཆོང་ཟིན་ཡ་ར་ཨོ། ཨོ་ད་འདི་འདྲས་ནང་བཞིན་གྱི། གྱི་འཇུག་ང་ལ་ཡ་ཡང་འཇུག་ས་ལས་ཉན་ཞིག་དང། དེ་ནང་བཞིན། བ་ཡ་དྲི་བྱ་མ་ས་བྱམས་བྱམས་པོ་སི་ཉི་འདི་ཡིན་གུ་རུ་ཨོ་ང་མ་ཡང་འཇུག་ཅེས་ན་མོ་ས་དེ་ཉིད་ཉིད་ལི་མོ་རང་རེད་ད་ས་དེ་ཉིད་ཉིད་དེ་གར་སི་ཉི་དེ་རེད་མོ་སི་ཉི་དེ་རེད་ད་ས་ང་མ་ཡང་འཇུག་ཅེས་ན་མོ། བྱེད་འཇུག་ང་དང་བྱེད་འཇུག་མ་ལི་ཡ་ཡང་འཇུག་ས་ལས་སོ་ན་འདི་མོ་སི་ཉི་དེ་རེད་ད་ས་ཁྱེད་ཟེར། ད་བྱས་ན་ནང་སེ་གཅིག་དེ་ཕྱིན་སོང་ད་ནང་སེ་གཉིས་པོ་དེ་གར་འདུག་རེད་སི་ན་ས་ང་མ་ཡང་འཇུག་མལ་བ་དང་ཨ་དང་རྗེ་རྣམས་ཤིན་ཏུ་མོ། ང་མ་ཡང་འཇུག་མལ་བ་བྲིས་ན་དཔེ་ཆ་བཞིན་ལས་ལྷག་ཤོས་གཅིག་བྲིས་ན་མང་ང་མང་ཏོ་ང་ལ་ཡ་གཅིག་འཇུག་ང་ལ་ཨང། ད་འདི་ནས་མ་ལ་བྲི་ཉེ་ཡིན་ན་ལའང་མ་ལའམ་ལྟ་བུ། ང་མ་ཡང་འཇུག་མལ་བ་དང་ཨ་དང་རྗེ་རྣམས་ཤིན་ཏུ་མོ་ཨ་ཐ་ཅན། དཔེ་ཆ་བཞིན་དོ་བུ་ག་ཨ་ག་ལྟ་བུ། དེ་དོ་བུ་ག་ཨ་ག།

ཤིན་ཏུ་མོ་མོ་ལ་ཤིན་ཏུ་མོ་ལ་མོ་དང་ཤིན་ཏུ་མོ་གཉིས་ཡིན་གྱི་རེད། ད་ཤིན་ཏུ་མོ་གི་དཔེར་བརྗོད་དེ་ག་འདྲས་རེད་ཟེར་ན། ང་དང་མ་ལ་ཡང་འཇུག་མེད་པ་དང་ཟེར་ང་མ་ཡང་འཇུག་མེད་པ་དང་ཟེར་ཡང་འཇུག་ཟེར་ན་ས་འདིར་འདོད་དེ། དེའི་ང་དེ་ལ་ཡང་ཡང་འཇུག་ས་ལས་སོང་དེ། དེའི་མ་དེ་ལ་ཡང་འཇུག་ས་ལས་སོང་དེ། ད་ང་མ་ཡང་འཇུག་མེད་པ་དང་ཟེར་དེ་ང་དང་མ་ལ་ཡང་ཡང་འཇུག་མི་འདོད་དེ། མ་ང་མང་སུ་འབྱིན་འཇུག་ང་རང་བཞག་བྱ་དང། ལ་མ་ལམ་སུ་འབྱིན་འཇུག་མ་རང་བཞག་བྱ་དང་འདི་ཀུན་གྱི་ས་མེད་དོ། ང་མ་ཡང་འཇུག་མེད་པ་དང། ཡང་འཇུག་ས་མེད་པ་དེ་དང། ཨ་ཐ་ཅན་རྣམས་ཤིན་ཏུ་མོ། ད་མོ་ཨུ་ཐ་ཨ་ཐ་སི་ཉེ་ར་ཨུ་ད་ཐ་ཨུ་ག་ཨ་ག་སི་ཉེ་ར་མོ་ཨུ་ད་ཨ་ད་སི་ཉེ་འབྱིན་འཇུག་ཨ་ཡོད་ཉེ་འབྱོར་བ། ཨོ་ད་འདི་གའི་རིགས་ལས་ཁ་སི་ལས་ཤིན་ཏུ་མོ་སི་ཨུ་དང། ང་མ་ཡང་འཇུག་མེད་པ་དང་ཨ་ཐ་ཅན་རྣམས་ཤིན་ཏུ་མོ། ཨོ་ན། ང་མ་ཡང་འཇུག་མེད་པ་དང་ཨ་ར་ས་ཨ་ཐ་ཅན་རྣམས་ཤིན་ཏུ་མོ། ཨ་ཡང་ད་དེ་ལས་ལ་བཞུགས་ཅིག་ད། དེ་འདྲའི་ཡིན་དུས་ཀྱང་ད་རྗེས་འཇུག་གི་ནང་ནས་རྗེས་འཇུག་ཕོ་ག་རེ་རེད་ཟེར་ལབ་སོང་ན་ག་ད་ཕ་ས་བཞི་རྣམས་ཕོ་རེད་ད། ད་རྗེས་འཇུག་ཕོ་དེ་ལ་ནང་གསེས་དབྱེ་བ་ག་རེ་ག་རེ་དྲུག་རེད་ཟེར་ན་ཨ་ནི་སྐྱེས་བུ་རབ་འབྲིང་ཐ་གསུམ་དེ་དྲུག་རེད་ད། སྐྱེས་བུ་རབ་ཟིན་ག་འདྲས་ཀྱི་དགུ་གུ་རེད་ཟེར་ན་ཨ་ནི། ཕོ་ཡིག་ག་ཡིག་ཡང་བཅུ་ཅན་སྐྱེས་བུ་རབ་ཕོ་ག་ཡིག་ལ་ཡང་བཅུ་འདུག་ན་ནི་སྐྱེས་བུ་རབ་རེ་བཏགས། ཕོ་ཡིག་བྷ་ཡང་ག་ཚ་སྐྱེས་བུ་རབ་བཅས་ཕོ་ཡིག་བྷ་ཡང་བཅུ་ཅན་སྐྱེས་བུ་འབྲིང་རེ་བཏགས། ག་དང་བྷ་དང་ནི་ད་ཟེར་ག་དང་བྷ་ལ་ཡང་ཡང་བཅུ་མེད་པ་བཅས་ད་དང་ས་ལ་རྗེས་འཇུག་ཡོད་ཉེས་བཅས་ན་ནི་སྐྱེས་བུ་སྐྱེས་བུ་ཐ་མ་སིག་རེ་བཏགས་སྟེ་ད་གིས་གང་ཕྱིན་ཚ་ཡིན་པ། ད་དང་ད་གང་ཚུལ་ག་རེ་འདོད་འདོད་ཟེར་ན། མོ་ལ་ནང་སིག་མོ་ལ་རྗེས་འཇུག་མོ་ག་རེ་ག་རེ་རེད་ཟེར་ན་ང་མ་ཨ་སུ་མོ་རེ་བཏགས། ལ། ད་ང་མ་སོ་མོ་ཡིན་པ་ཡིན་ན། དེ་ལ་ནང་གསེས་ཀྱི་དཔེར་བརྗོད་དབྱེ་བ་ཕྱེ་ན་ག་རེ་ག་རེ་ཡོད་རེད། ཨ་ནི། མོ་སི་ཉིད་ཅི་ད་ཤིན་ཏུ་མོ་སི་ཅེ་ཡོད་རེད། མོ་སི་ཉིད་ག་རེ་བཀུག་རེད་ཟེར་ན་ང་མ་ཡང་འཇུག་ཅེ་ན་མོ་སི་ཇི་འཇུག་ང་དང་ཇི་འཇུག་མ་ལ་ཡང་འཇུག་ས་ཡོད་དེ་ཉིད་ཅི་ལས་སོ་ན་འདི་ལ་མོ་སི་ཡོད་རེད། ང་མ་ཡང་འགྱུར་མེད་པ་དང་ཨ་ཐང་ཅན་རྣམས་ཤིན་ཏུ་མོས། རྗེས་འཇུག་ང་དང་མ་ལ་ཡང་འགྱུར་མེད་པ་བྱས་ཡང་འཇུག་ས་ཏི་རི་མེད་པ་བྱས། དེ་རྣམས་ཤིག་རྗེས་འཇུག་ཨ་ཡི་ཉེ་ཆེ་ལས་སུ་ན་ཨ་འདི་ལ་ཡང་ཤིན་ཏུ་མོས། ཨོ་ཡ། ད་རི་ནས་ཀ་བོ་དེ་བྱས།